བརྗོད་བྱའི་རྗོད་བྱེད་བཏགས་པ་ཞེས་པ་ལ་རྩ་བའི་ཟབ་ཆོས་གསུམ། གཞན་ལུགས་དགག་པ་རང་ལུགས་ཞེས་པ་རྩོད་པ་སྤང་བ་གསུམ་ཡོད་པའི་ནང་ནས། རང་ལུགས་བཞག་པའི་སྐབས་རེད། རང་ལུགས་བཞག་པ་ལ། མཚན་ཉིད་ཞེས་པ་དབྱེ་བ་ཞེས་པ་དེའི་དོན་གཏན་ལ་འབབ་པ་གསུམ་ཡོད་པའི་ནང་ནས་གསུམ་པ་ཞེས་པའི་གསུམ་པ་ལ། སྒྲ་ཡིས་དངོས་ཀྱི་བརྗོད་བྱའི་དངོས་པོ་མེད་པར་སྒྲུབ།

དཔེར་ན། གླུ་ལ་ཤར་པའི་བུམ་པའི་རྣམ་པ་དང་ཕྱི་རོལ་གྱི་བུམ་པ་གཉིས་གཅིག་ཏུ་བཞེངས་ནས་བུམ་པའི་བཞེངས་གསལ་དེ་རེད། དང་མདོར་ན་འཁྲུལ་པ་ལ་བརྡ་སྦྱར་བས་སྣང་བཏགས་གཅིག་ཏུ་འཁྲུལ་བ་ལ་བུམ་པ་ཞེས་པའི་མིང་བཏགས་པ་ཡིན་ཙང་ཟེར་བ་རེད། དང་པོ་མིང་བཏགས་དུས་གང་ལ་འཁྲུལ་པ་བརྡ་སྦྱར་བས་དང་པོ་མིང་བཏགས་པའི་སྐབས་སུ་སྣང་བཏགས་གཅིག་ཏུ་འཁྲུལ་ནས་མིང་བཏགས་པ་ཡིན་ཙང། རྗེས་མ་ལག་ལེན་གྱི་སྐབས་སུ་ཡང་སྣང་དག་གཅིག་ཏུ་འཁྲུལ་ནས་ལག་ལེན་བྱེད་ཀྱི་ཡོད་རེད་བྱས་ཙང། རང་མཚན་གོ་བའི་ཐེག་པ་དེ་ནི་རྒྱུ་ཡུལ་རང་མཚན་ཐོབ་རུང་བ་རེད་ཟེར་བ་རེད། འདི་བཤད་པ་ལ་རྩ་བ་དང་འབྲེལ་བ་གཉིས་ཡོད་རྩ་བ། མཐོང། འཁྲུལ་པའི་བག་ཆགས་གོམས་པ་ཡིས་བརྡ་ཡི་དུས་ནས་བསྲེས་ནས་འབྱེར། ཐ་སྙད་དུས་ན་དེ་ཐ་སྙད་དུས་ནའང་དེ་ལྟར་གོ་དེ་ཕྱིར་འཁྲུལ་ཡང་བདེན་པར་ཐལ། ཞེས་བཤད་པ་སྟེ། འཁྲུལ་པའི་བག་ཆགས་གོམས་ཟེར་ན། དེ་ནི། མིང་བཏགས་མཁན་གྱི་རྣམ་རྟོག་དེ། འཁྲུལ་བཅུག་མཁན། སྐྱེ་བ་ཐོག་མེད་ཀྱི་བག་ཆགས་དེ་རེད། ཟེར་བ་རེད། དེ་ཡི་གིས་འཁྲུལ་རྒྱུ་བྱས་ནས་དེ་ཡིས་འཁྲུལ་རྒྱུ་བྱས་ནས། བརྡ་ཡི་དུས་ན་གསེར་ནི་སྦྱར་བའི་ས་ན་དེ་མིང་བཏགས་པའི་སྐབས་སུ་སྣང་བཏགས་གཅིག་ཏུ་འཁྲུལ་ནས་མིང་བཏགས་ཀྱི་ཡོད་རེད། ཁྱེད་ག་རེ་ཟེར་ན་འཁྲུལ་པའི་བག་ཆགས་གོམས་པ་ཡིས་ཟེར་ན་འཁྲུལ་རྒྱུ་རེད། སྐྱེ་བ་ཐོག་མ་མེད་པ་ནས་ཡོད་བསྡད་པའི་བག་ཆགས་ཁོག་གིས་འཁྲུལ་རྒྱུ་བྱས་ནས་རྣམ་རྟོག་དེ་སྣང་བཏགས་གཅིག་ཏུ་འཁྲུལ་རུག་ཡོད་རེད། བྱས་ཙང་བརྡ་ཡི་དུས་ན་དང་པོ་མིང་བཏགས་པའི་སྐབས་སུ་གསེར་ནི་སྦྱར་བའི་ས་ན། སྣང་བཏགས་གཅིག་ཏུ་གྲུབ་ནས་མིང་བཏགས། ཐ་སྙད་བསྡུ་ན་ཡང་དེ་ལྟར་གོ་སྟེ། རྗེས་མ་ལག་ལེན་གྱི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་གྲུབ་པའི་སྒོ་ནས་འཇུག་ཡུལ་བུམ་པ་རང་མཚན་ལྟ་བུ་ཐོབ་ཀྱི་ཡོད་རེད། ཐོབ་པ་རྒྱུ་མཚན་དེའི་ཕྱིར་ན་འཁྲུལ་ཡང་ཟེར་ན། མིང་བཏགས་ས་སྣང་བཏགས་གཅིག་ཏུ་འཁྲུལ་བ་ལ་མིང་བཏགས་པ་ཡིན་ན་ཡང་བདེན་པ་ཐེ་ཟེར་ན་མཐར་ཐུག། ལག་ལེན་གྱི་སྐབས་སུ་འཇུག་ཡུལ་རང་བཙན་ཐོབ་པའི་རྒྱུ་མཚན་ཡོད་རེད་ཟེར་བ་ལ་ད་རྒྱུ་མཚན་ཐད་ཟེར་རུང་ཞེས་པའི་དོན་དང་དེ་ནི་འཇུག་ཡུལ་རང་བཙན་ཐོབ་རུང་བ་རེད་ཟེར་ད་ཐོབ་ཐག་གཅོད་རེད་ཟེར་བའི་དོན་དང་རེད་ཐོབ་ཐག་གཅོད་རེད་ཟེར་ད་ལྟ་འཁྲུལ་བའི་བག་ཆགས་གོམས་པ་ཡིན་ཟེར་དུས་སྐྱེ་བ་འཁྲུལ་བའི་བག་ཆགས་གོམས་པ་ཡིན་ཏེ། མིང་བཏགས་མཁན་རྣམ་རྟོག་དེ། སྐྱེ་བ་ཐོག་མ་མེད་པ་ནས་ཡོད་པའི་བག་ཆགས་ཁོས་འཁྲུལ་སོང་བ་རེད། འཁྲུལ་སོང་བ་ཡིན་དུས་བརྡ་ཡི་དུས་ན་བསྲེས་ནས་འཆར་ཏེ། ཨ་ནེ་མིང་དང་པོ་བཏགས་པའི་སྐབས་སུ་སྣང་བཏགས་གཅིག་ཏུ་འཁྲུངས་ནས་མིང་བཏགས། ཐ་སྙད་དུས་ན་ཡང་དེ་ལྟར་གོ་སྟེ། རྗེས་མ་ལག་ལེན་བྱེད་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་ནས། འཇུག་ཡུལ་རང་མཚན་ཐོབ་ཀྱི་ཡོད་རེད། དེའི་ཕྱིར་ན་འཁྲུལ་ཡང་སེམས་ལྟ་མིན་རྟག་ས་དེ་སྣང་རྟགས་གཅིག་ཏུ་འཁྲུལ་པའི་གཞན་སེལ་ཡིན་ན་ཡང་བདེན་པ་ཐེ་ཟེར་ན། འཁྲུལ་ཡང་སེམས་ལྟ་འཁྲུལ་ཡང་སེལ་དུས་དེ་ནི། དང་པོ་རུ་མིང་བཏགས་པའི་སྐབས་སུ་སྣང་རྟགས་གཅིག་ཏུ་འཁྲུལ་པའི་གཞན་སེལ་ལ་མིང་བཏགས་པ་ཡིན་ན་ཡང་བདེན་པ་ཐེ་ཟེར་ན། རྗེས་མ་ལག་ལེན་བྱེད་པའི་སྐབས་སུ་དེ་ནི་རྒྱུས་ཡུལ་རང་མཚན་ཐོབ་ཐག་ཆོད་རེད་ཟེར་གྱི་རེད། ནི་རྩ་བ་ཞེས་འབྲེལ་བ། ཐོམ་དེ་ལ་ད་ཐོ་མ་མེད་པའི་བག་ཆགས་བརྟས་པ་ལས་རྣ་བར་འཁྲུལ་པའི་ཤུགས་གོམས་པ་དེ་ཟེར་ན་རྩ་བའི་ནང་གི་འཁྲུལ་བའི་བག་ཆགས་གོམས་པ་ཡིན་ཟེར་བའི་འབྲེལ་བ་རེད། དེ་ནི་བརྡ་ཡིག་མཐུན་ན་དོན་རང་མཚན་དང་ཅིས་མ་ཕྱེད་པར་འདི་བུམ་པ་ཞེས་བརྡ་བཏགས་ལ་ཟེར་ཏེ། བརྡ་ཡིག་མཐུན་ན་བསྲེས་ནས་བཞག་རེ་ཞེས་པའི་འབྲེལ་བ་རེད། དེ་ནི་ཐ་སྙད་མཐུན་ནའང་དེ་ལྟར་གོ་ཞེས་པ་དེའི་འབྲེལ་བ་ན། ཕྱིའི་བུམ་པར་ཆུ་རེ་བརྗོད་པ་ན། རང་མཚན་གྱི་བུམ་པར་ཆུ་བླ་བསམ་དོན་གྱི་བུམ་པར་ཆུ་བླ་མི་འབྲི་བར་རྒྱུ་ཡུལ་རང་མཚན་གོ་བའི་གོ་བ་ཉིད་ཡིན་ཏེ་ཟེར་དེ་འགྲེལ་བ་རེད། བྱས་ཙང་ད། ཐོག་མ་མེད་པའི་བག་ཆགས་བརྟས་པ་ལས་སྣང་བ་འཁྲུལ་པའི་ཤུགས་གོམས་པ་དེ་མཚམས་གཅིག་ཅེས། དེ་ནས། བརྡ་ཡི་དུས་ན་རང་མཚན་དང་སྤྱི་མཚན་མ་ཕྱེད་པར་འདི་བུམ་པ་ཞེས་བརྡ་བཏགས་ལ་མཚམས་གཅིག་ཅེས། ཕྱིས་བུམ་པར་ཆུ་རིས་བརྗོད་པ་ན་ཡང་མཚམས་ཀྱི་བཅད། རང་མཚན་གྱི་བུམ་པར་ཆུ་བླུགས་སམ། དོན་སྤྱིའི་བུམ་པར་ཆུ་བླུགས་ཞེས་མི་འབྲི་བར། འཇུག་ཡུལ་དོན་རང་མཚན་ཉིད་གོ་བ་ཡིན་ཏེ་བར་དོ་མཚམས་ཀྱི་བཅད། དེ་འདྲའི་ཤེས་རྒྱུད་ཐོག་མ་མེད་པའི་བག་ཆགས་བརྟས་པ་ལས་བལྟས་པ་ལ་རྣ་བར་འཁྲུལ་པའི་ཤུགས་བསྒོམ་པ་དེ་སྟེ། དེ་ནས། སྐྱེ་བ་ཐོག་མ་མེད་པ་ནས་སྣང་བརྟག་གཅིག་ཏུ་འཁྲུལ་བ་ལ་གོམས་ཆ་ཆེན་པོ་བཞི་བོ་ཡོད་པ་ཁོས་རྐྱེན་བྱས་ནས་སྲིད་པ་རེད། ད་ཐོག་མ་མེད་པའི་བག་ཆགས་བརྟས་པ་ལ་སྣང་བ་ལ་འཁྲུལ་པའི་ཤུགས་གོམས་པས་ཏེ། ད་སྐྱེ་བ་ཐོག་མ་མེད་པ་ནས་སྣང་བརྟག་གཅིག་ཏུ་འཁྲུལ་པའི་བག་ཆགས་ཁོས་རྒྱུ་བྱས་ནས་སྲིད་པ་རེད་བག་ཆགས་ཁོས་རྒྱུ་བྱས་ནས་བག་ཆགས་ཟེར་ན་གོམས་ཆར་བ་དེར་བྱེད་ད། ཐོག་མ་མེད་པའི་བག་ཆགས་བརྟས་པ་ལས་སྣང་བ་འཁྲུལ་པའི་ཤུགས་གོམས་པས་ཏེ། སྐྱེ་བ་ཐོག་མ་མེད་པ་ནས་སྣང་བཏགས་གཅིག་ཏུ་འཁྲུལ་བ་འཁྲུལ་པའི་བག་ཆགས་ཁོས་རྒྱུ་བྱས་ནས། ཡང་ནི་རྣམ་རྟོག་དེ་འཁྲུལ་དྲུག་ཡོད་རེད། དེ་འཁྲུལ་དྲུག་དུས་བརྡ་ཡིས་མཐུན་ན་རང་མཚན་དང་ཅིས་མ་ཕྱེད་པར་བུམ་པ་ཞེས་བརྡ་བཏགས་ལ་ཏེ། དང་པོར་མིང་བཏགས་པའི་སྐབས་སུ། སྣང་བཏགས་གཅིག་ཏུ་འཁྲུལ་ནས་བུམ་པ་ཟེར་ནས་མིང་བཏགས་ཀྱི་ཡོད་རེད། ཕྱིའི་བུམ་པར་ཆུ་ལུ་ཞིང་བརྗོད་པ་ནས་རྟེན་བརྗོད་པ་ན་ཡང་སྟེ། རྗེས་མ་ལག་ལེན་གྱི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་བུམ་པ་རྣམས་ལ་ཆུ་བླུགས་ལབ་གི་རེད། དེ་ལབ་པའི་སྐབས་སུ་ད་དཔེར་ན། མི་རྒན་པ་གཅིག་གིས་ཕྱིའི་བུམ་པར་ཆུ་ལུ་ཞིང་བརྗོད་པ་ན་སྟེ། རྗེས་མ་ལག་ལེན་གྱི་སྐབས་སུ་བཀྲ་ཤིས་ཟེར་མཁན་མི་དེ་གིས་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་བུམ་པ་ལ་ཆུ་བླུགས་ཤོག་ཅེས་བརྗོད་པའི་སྐབས་སུ། ལབ་ས་ནོར་བུ་ཟེར་མཁན་དེ་གིས་རང་མཚན་གྱི་བུམ་པར་ཆུ་བླུགས་སམ་དོན་སྤྱིའི་བར་ཆུ་མི་བྲི་བར་འཇུག་ཡུལ། དོན་རང་མཚན་གྱི་གོ་བ་ཉིད་ཡིན་ཏེ་སྟེ། གོ་མཁན་ལབ་ས་བཀྲ་ཤིས་ཁོས་སྣང་ཐག་གཅིག་ཏུ་འཁྲུལ་པའི་སྒོ་ནས་བུམ་པ་རང་མཚན་ལ་ཆུ་བླུགས་བཞག་གི་རེད་ཟེར་གི་རེད། བཤད་ཚང་འདི་ལ་ཕྱིའི་བུམ་པར་ཆུ་བླུགས་ཤིང་བརྗོད་པར་སྣང་སྟེ། ད་ནི་རྗེས་མ་ལག་ལེན་ཡི་སྐབས་སུ། བཀྲ་ཤིས་ཟེར་མཁན་མི་དེ་གིས་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་བུམ་པར་ཆུ་བླུགས་ཤིག་ཟེར་ལབ་དུས་སྐབས་ལ། དེ་ནི་རང་མཚན་གྱི་བུམ་པར་ཆུ་བླུགས་སམ་དོན་སྤྱིའི་བུམ་པར་ཆུར་མི་བྲི་བར་འཇུག་ཡུལ་དོན་རང་མཚན་ཉིད་གོ་བ་ཡིན་ཏེ་སྟེ། ཨ་ནི། ལབ་ས་ནོར་བུ་ཁོག་གིས་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་དོན་རང་མཚན་གྱི་བུམ་པ་ལ་ཆུ་བླུགས་ཀྱི་རེད་ཟེར་བ་རེད། ཨོ་དེ་འདྲ་རེད་དེ་ཤེས་པ་རེད་ཟེར་བ་ལྟར། མིང་བཏགས་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་ནས་མིང་བཏགས་ཀྱི་ཡོད་རེད། རྗེས་མར་ལག་ལེན་བྱེད་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་ལག་ལེན་བྱེད་ཀྱི་ཡོད་རེད་ཟེར་གྱི་རེད། ད། ཆུ་བླུགས་ཞོར་ལབ་མཁན་ཁོ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་ལབ་ཀྱི་ཡོད་རེད། ཨམ་ཆོ་ལོ་གོ་མཁན་གྱིས་རྗེས་མར་ཆུ་བླུགས་མཁན་ཁོ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་ཆུ་བླུགས་བཤད་ཀྱི་ཡོད་རེད། དེ་རེད་མ་གཏོགས། དེ་ནས། བུམ་པར་ཆུ་བླུགས་ཞོར་ལབ་དུས་གོ་ན། དེ་ནས་བུམ་པ་ག་གི་ནར་ཆུ་བླུག་གི་རེད། རང་བཙན་གྱི་བུམ་པ་ལ་ཆུ་བླུག་གི་རེད། དོན་སྤྱིའི་བུམ་པ་ལ་ཆུ་བླུག་དེ་འདྲའི་སྐད་ཆ་དྲིས་གི་མ་རེད་ཟེར་བར། སྣང་རྟགས་གཅིག་ཏུ་འཁྲུལ་པའི་སྒོ་ནས་ཨེ་ནས་བུམ་པ་རང་བཙན་ལ་ཆུ་བླུག་བཤད་གི་ཡོད་རེད། དེ་རེད་དེའི་ངོ་བོར་ད་རྣམ་འགྲེལ་ལས་དེའི་ངོ་བོའམ། དེའི་ངོ་རུ་སྣང་བའམ་ཡང་དོན་ལ་དེ་ཉིད་དུ་འཛིན་པ་ཟེར་ན་དོན་དག་གཅིག་རེད་མཚམས་གཅིག་གཅེས། གང་དེ་འཁྲུལ་བ་མཐོང་མིན་པའི་དུས་ཆེན་མཐོང་བར་གྱེས་འཁྲུལ་ཡིན་ཟེར་ན་མཚམས་གཅིག་གཅེས། ད་དེའི་ངོ་བོར་སྣང་བའམ་དོན་ལ་དེ་ཉིད་དུ་འཛིན་པ་སྟེ། བུམ་པ་འཛིན་པའི་རྣམ་རྟོག་དེས་འཁྲུལ་པའི་ཤེས་པ་རེད། ག་རེ་བྱས་འཁྲུལ་པའི་ཤེས་པ་རེད། སྣང་བཏགས་གཅིག་ཏུ་འཁྲུལ་སོང་བ་རེད། ད་སྣང་བཏགས་གཅིག་ཏུ་འཁྲུལ་འགྲོ་དུས་གང་ལ་མིང་བཏགས་དུས་གང་ལ་ཡང་སྣང་བཏགས་གཅིག་ཏུ་འཁྲུལ་ལ་མིང་བཏགས། ལག་ལེན་བྱེད་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པས་ལག་ལེན་བྱེད་ཀྱི་རེད། ད་དེའི་ངོ་བོར་སྣང་བའམ་དོན་ལ་དེ་ཉིད་དུ་འཛིན་པ་སྟེ། བུམ་པ་འཛིན་པའི་རྣམ་རྟོག་དེ། ད་ང་ཚོ་དཔེར་བརྗོད་བུམ་པ་འཛིན་པའི་ནང་དེ་ཚང་མར་རེད། ཡང་ན་དེའི་ངོ་བོར་སྣང་བའམ་དོན་ལ་དེ་ཉིད་དུ་ན་བུམ་པ་འཛིན་པའི་རྣམ་རྟོག་སྟེ། འཁྲུལ་པའི་ཤེས་པ་རེད་ཟེར། ད་འཁྲུལ་པའི་ཤེས་པ་ཡིན་དུས། དེ་ནས་མིང་བཏགས་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་ནས་མིང་བཏགས། རྗེས་མ་ལག་ལེན་བྱེད་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་བས་ཁོ་ན་ལག་ལེན་བྱེད་ཀྱི་རེད་ཟེར། འོ་ན་དེ་འདྲའི་བུམ་པ་འཛིན་པའི་རྟོག་པ་དེ་འཁྲུལ་པའི་རྒྱུ་ག་རེ་ཟེར་ན་ནི། གང་དེ་འཁྲུལ་པ་ཐོགས་མེད་པའི་དུས་ཅན་མཐོང་སྒོམ་གྱིས་འཁྲུལ་ཡིན་ཏེ། དེ་ལྟ་བུའི་བུམ་པ་འཛིན་པའི་རྣམ་རྟོག་དེ་འཁྲུལ་བའི་རྒྱུ་བག་ཆགས་ཁོ་རེ་ཟེར་བ་དང། འོ་དེ་ཤེས་པ་ད་ལྟ་ན་དེའི་ངོ་རུ་སྣང་བའམ་དོན་ལ་དེ་ཉིད་བརྫུན་འཛིན་པ་ཟེར་ན་མཚམས་ཅི་སྐྱེ་རེ་ད་དེའི་ངོ་རུ་དེ་སྣང་དེའི་ངོ་རུ་སྣང་བའམ་དོན་ལ་དེ་ཉིད་བརྫུན་འཛིན་པ་སྟེ། བུམ་པ་འཛིན་པའི་རྣམ་རྟོག་དེ་འཁྲུལ་པའི་ཤེས་པ་རེད། དེ་ཡིན་དུས། མིང་བཏགས་དུས་གང་ལ་ཡང་སྣང་བཏགས་གཅིག་ཏུ་འཁྲུལ་བའི་མིང་བཏགས། ལག་ལེན་བྱེད་པའི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པའི་འོག་ནས་ལག་ལེན་བྱེད་ཀྱི་ཡོད་རེད། འོ་ན་བུམ་པ་འཛིན་པའི་རྣམ་རྟོག་དེ་འཁྲུལ་པའི་འཁྲུལ་བའི་རྒྱུ་ག་རེད་ཟེར་ན། གང་དེ་འཁྲུལ་པ་མཐོང་མིན་པའི་དུས་ཆེན་མཐོང་བའི་འགལ་འཁྲུལ་ཡིན་ཏེ། དེ་ལྟ་བུའི་བུམ་པ་འཛིན་པའི་རྣམ་རྟོག་གི་འཁྲུལ་རྒྱུ་དེ་བག་ཆགས་རེད།

བག་ཆགས་སེམས་ངན་དེ་སྐྱེ་བ་ཐོག་མ་མེད་པ་ན་ཡོད་བསྡད་པ་ཡིན་ཙང་ཟེར་བ་རེད། རྣམ་པར་རྟོག་པ་ན་ནས་དངོས་པོ་འཛིན་པར་བཏང་བ་ཟ་ཨེ་ནས་རྣམ་རྟོག་ཐམས་ཅད་སྣང་བཏགས་གཅིག་ཏུ་འཁྲུལ་འགྲུབ་རེད་ཟ་དེ་ལམ་ནས་གཅིག་པ་རེད། རང་བཞིན་གྱིས་འཁྲུལ་པའི་ཕྱིར་རེད་ཟ་རང་བཞིན་གྱིས་འཁྲུལ་པའི་ཕྱིར་ཟེར་ན། རྟོག་པ་ལ་འཁྲུལ་པའི་རྒྱུ་བག་ཆགས་དེ་སྐྱེ་བ་ཐོག་མ་མེད་པ་ན་ཡོད་རེད་ཟེར་ཡོད་པ་ཡིན་ཙང། རྟོག་རྣམ་པར་རྟོག་པ་ན་ནི་དངོས་པོ་འཛིན་པར་ལྟ་བུ་སྣང་ངོ། དེ་ནི་རྣམ་རྟོག་ཐམས་ཅད་སྣང་བརྟགས་གཅིག་ཏུ་འཁྲུལ་འགྲོ་རེད། དེ་སྣང་བརྟགས་གཅིག་ཏུ་འཁྲུལ་འགྲོ་དུས། བརྡ་ཡི་དུས་ནས་སད་ནས་སྦྱར་ཟེར་བ་ནང་བཞིན་མིང་བཏགས་དུས་སྣང་བརྟགས་གཅིག་ཏུ་མིང་བཏགས། ཐ་སྙད་དུས་ན་ཡང་དེ་ལྟར་གོ། ལག་ལེན་གྱི་སྐབས་སུ་ཡང་སྣང་བརྟགས་གཅིག་ཏུ་འཁྲུལ་ནས་ལག་ལེན་བྱེད་ཀྱི་ཡོད་རེད་ཞེས་འཆད་པ་དང། འཆད་པར་བྱེད་པ་དེ་རྣམས་རྣམ་པར་འབྱེད་ཀྱིས་མཚམས་གཅིག་ཅེས། དེ་ནི། ཐ་སྙད་ལྡོག་པ་རྣམས་ནི་མ་ཡིན་ཏེ། མཚམས་གཅིག་ཅེས། དེ་དག་ནི་རང་གི་དམིགས་པ་ཁོ་ན་དོན་བྱེད་པར་རུང་བ་ཡི་སེམས་ཤིང་སྣང་བ་དང་རྣམ་པར་དག་པ་དོན་དག་གཅིག་ཏུ་བྱས་ནས་འཇུག་གོ་བ་དང་མཚམས་གཅིག་ཅེས། ད་རྣམས་འཆད་པར་བྱེད་པ་ནི་དེ་ལྟར་རྣམ་པར་འབྱེད་ཀྱི་སྟེ། དེ་ནི་གནས་ལུགས་འཆད་མཁན་རྣམས་ཀྱིས། གནས་ལུགས་འཆད་མཁན་རྣམས་ཀྱིས། དངོས་ཀྱི་བརྗོད་བྱ་རྗོད་བྱེད་གཞན་པའི་བརྗོད་བྱ་རྗོད་བྱེད་ཟེར་ན་ཁ་ཁར་བཤད། དེས་ན་ནི་དངོས་ཀྱི་བརྗོད་བྱ་འབྱེད་བྱེད་དངོས་མེད་རེད། གཞན་པའི་བརྗོད་བྱ་འབྱེད་བྱེད་དངོས་པོ་རེད་ཟེར་ན་གནས་ལུགས་ཆད་ཀྱི་རེད་ཟེར་བས་དེ་འདྲ་བྱེད་ཀྱི་རེད་ཟེར་བ་རེད། ཐ་སྙད་འདོགས་པར་བྱེད་པ་ནི་དེ་ལྟ་མ་ཡིན་ཏེ་སྟེ། ཡིན་ན་ཡང་གནས་ལུགས་ལ་འཇུག་མཁན་རྣམས་ཀྱིས་དངོས་དང་གཞན་པའི་བརྗོད་བྱ་རྗོད་བྱེད། དེ་ནི་ཐ་དད་དུ་མི་ཤེས། དེ་ནི་དངོས་ཀྱི་བརྗོད་བྱ་འཇུག་རྒྱུ་དངོས་མེད་རེད་ཟེར་ནས་མི་ཤེས། གཞན་པའི་བརྗོད་བྱ་འཇུག་རྒྱུ་དངོས་པོ་རེད་ཟེར་ནས་མི་ཤེས་པར་གཟིགས་པ་རེད། དེ་དག་ནི་རང་གི་དམིགས་པ་དོན་བྱེད་པར་རུང་བར་སེམས་ཤིང་སྣང་བ་དང་ཐ་དད་ལྟ་བར་དོན་ལ་གཅིག་ཏུ་བྱས་ནས་འཇུག་གོ་སྟེ། ཨེ་ནི་སྣང་བཏགས་གཅིག་ཏུ་དྲུབ་ནས། ཡུལ་འཇུག་ཡུལ་ལ་འཇུག་གྲུབ་པོ་རེད་གཟིགས་པ་རེད། ད་ཆད་པར་བྱེད་པ་རྣམས་ནི་དེ་ལྟར། རྣམ་པར་འབྱེད་པ་རྣམ་པར་འབྱེད་ཀྱི་ཚེ་ན་མཚམས་གཅིག་ཅེས། ཐ་སྙད་འདོགས་པར་བྱེད་པ་རྣམས་ནི་མ་ཡིན་ཏེ་མཚམས་གཅིག་ཅེས། དེ་ལྟར་ནི་རང་གི་དམིགས་པ་ཁོ་ན་དོན་བྱེད་པར་རུང་བ་ཡིན་པར་སེམས་ཤིང་སྣང་བ་དང་རྣམ་པར་རྟོག་པ། དེ་ནི་རྣམ་པར་རྟོག་པའི་དོན་དག་གཅིག་ཏུ་བྱས་ནས་འཇུག་གོ་བར་དུ་འགྲོ་ཡ་རེ་དང་འཆད་པར་བྱེད་པ་རྣམས་དེ་ལྟར་རྣམ་པར་འབྱེད་ཀྱི་སྟེ། གནས་ལུགས་འཆད་མཁན་རྣམས་ཀྱིས།

དངོས་ཀྱི་འཇུ་བྱེད་ཀྱི་དངོས་པོ་མ་རེད་ཟེར་ནས་བཤད་གི་མ་རེད་ལ། གཞན་པའི་འཇུ་བྱེད་ཀྱི་དངོས་པོ་རེད་ཟེར་ནས་དེ་འདྲས་བཤད་གི་མ་རེད། འོ་ན་ག་འདྲ་བྱེད་གི་རེད་ཟེར་ན། དེ་ལྟར་ནི་རང་གི་དམིགས་པ་ཁོ་ན་དོན་བྱེད་པར་རུང་བ་སེམས་ཀྱི་སྣང་བ་དང་རྣམ་པར་སྣང་བ་དང་རྣམ་པར་བརྟགས་པ་ལ་དོན་དག་གཅིག་ཏུ་བྱེད་ཡུལ་ཏེ། དེ་ནས་གནས་ལུགས་འཇུག་མཁན་རྣམས་སྣང་བརྟགས་གཅིག་ཏུ་འཁྲུལ་ནས་འཇུག་ཡུལ་ལ་འཇུག་འགྲོ་གི་རེད། དེ་ནས། དེ་ཁོ་ན་ཉིད་སེམས་པར་བྱེད་པ་རྣམས་ཟིན་ན་མཚམས་གཅིག་ཅེས། སྣང་བ། སྣང་བ། ཐ་དད་པ་ལ་སྒོ་ནས་སྣང་བ་མེད་པར་མི་བུན་སེམས་སོ་ཟིན་ན་མཚམས་གཅིག་ཅེས། དེ་ཁོ་ན་ཉིད་སེམས་པར་བྱེད་པ་རྣམས་ཏེ། གནས་ལུགས། འཆད་མཁན་རྣམས་ཀྱིས་གནས་ལུགས་འཆད་པའི་སྐབས་སུ། ནི། རྟོག་པ་དང་རྟོག་མེད་རྣམས་ལ། སྣང་བ་ཐ་དད་པ་ལ་སོགས་པའི་སྒོ་ནས་ཐ་དད་པར་མི་སེམས་སོམས་ཏེ། དེ་ནི་དངོས་ཡོད་དངོས་པོ་དང་དངོས་མེད་ཐ་དད་ཡིན་ཟེར་ནས་བཤད་ཀྱི་རེད་ཟེར་བ་རེད། གནས་ལུགས་དེ་ཁོ་ན་ཉིད་སེམས་པར་དེ་ཁོ་ན་ཉིད་སེམས་པར་བྱེད་པ་རྣམས་ནི་སྟེ། གནས་ལུགས་འཆད་མཁན་རྣམས་ཀྱིས་གནས་ལུགས་འཆད་པའི་སྐབས་སུ། རྟོགས་པ་དང་རྟོགས་མེད་གཉིས་ཀྱིས་དངོས་ཡོད་དེ་སྣང་བ། ཐ་དད་པ་ལ་གོ་ནས་ཐ་དད་པར་མི་སེམས་ཐ་དད་མེད་པར་མི་སེམས་སོ་སྟེ། དངོས་ཡུལ་དངོས་པོ་དང་དངོས་མེད་ཐ་དད་ཡིན་གྱི་ལབ་གི་རེད། ཞེས་གསུངས་སོ། དེ་ནི་དེས་ན་སྒྲ་ཡི་དངོས་ཀྱི་བརྗོད་བྱ། དེ་མེད་ལ་གཞན་པའི་བརྗོད་བྱ། འཇུག་ཡུལ་ཉིད་ཡིན་ནོ་སྟེ་གོང་དུ་རྒྱ་ཆེར་བསྟན་པའི་རྒྱུ་མཚན་དེས་ན། སྒྲ་ཡི་དངོས་ཀྱི་བརྗོད་བྱ་དངོས་པོར་མེད། ཡང་ནི་གཞན་པའི་འཇུ་བྱེད་དངོས་པོར་ཡོད་པ་ཡིན་ནོ། འོ་དེ་བར་དུ་ཤེས་པ་རེད་ད་རང་ལུགས་ཤེས་པ་རེད། ད་རང་ལུགས་འཇུ་བྱ་འཇུ་བྱེད་ཀྱི་མཚན་ཉིད། འཇུ་བྱ་འཇུ་བྱེད་ཀྱི་དབྱེ་བ། ཡང་ནི་དེའི་ཆེད་དུ་འཇུ་བྱ་འཇུ་བྱེད་ཀྱི་དོན་གཏན་ལ་ཕབ་པ་རེད། ད་དོན་གཏན་ལ་ཕབ་འགྲོ་དུས་གང་ལ། ཟབ་ཆོས་གསུམ་བྱུང་བར་དོན་དམ་དུ་སྒྲ་ཡི་དངོས་ཀྱི་འཇུ་བྱ་ཡོད་མ་རེད་ཤེས། ད་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡོད་ས་དེ་རྣམ་རྟོག་གི་ཡུལ་ལ་རེད། རྣམ་རྟོག་ཡུལ་ལ་སྣང་བཏགས་གཅིག་ཏུ་འཁྲུལ་ནས་མིང་བཏགས་པ་རེད་སྲིད་བ་རེད། དེ་ནས་དེ་ལྟ་བུའི་རྣམ་རྟོག་གཅིག་དེ་འཁྲུལ་བ་མིང་བཏགས་ན་རང་མཚན་གོ་ཐུབ་ཀི་རེད་ཞེས་པར་ཟབ་ཆོས་གསུམ་པ་དེ། ད་གསུམ་པ་རྩོད་པ་སྤང་བ་ལ་རྩ་བའི་ཟབ་ཆོས་སུ་ད་རྩོད་པ་སྤང་བ་རེད་ག་རེ་ཟ་བརྗོད་བྱ་འཇུ་བྱེད་བཏགས་པའི་རབ་བྱེད་བཤད་པ་ལ་གཞན་ལུགས་དགག་རང་ལུགས་བཤད་རྩོད་པ་སྤོང་བ་གསུམ་ཡོད་ན་རྩོད་པ་སྤང་བ་རེད་རྩོད་པ་སྤོང་བ་ལ་ལྔ་ཡོད་ར་བ། ལྔ་ཡོད་རེད། དེ་ནི་དངོས་པོའི་སྤྱིའི་བརྗོད་བྱར་འདོད་པ་དང་མཚུངས་པ་སྤངས་པ། ཤེས་པ་རང་མཚན་བརྗོད་བྱར་འདོད་པ་དང་མཚུངས་པ་སྤངས་པ། བདེན་མིན་འདུ་བྱེད་བརྗོད་པར་འདོད་པ་དང་མཚུངས་པ་སྤངས་པ། བརྗོད་བྱའི་བོད་ན་ཐ་སྙད་རྒྱུན་ཆད་པར་གྱུར་བ་སྤངས་པ། ཆེ་བསྐྱེད་ཀྱི་གོ་བས་འཁྲུལ་བའི། ཆེ་བསྐྱེད་ཀྱི་ཆེ་བསྐྱེད་ཀྱི་གོ་བས། འཁྲུལ་བ་མི་དགོས་པར་སྤངས་པ་དང་ཟབ་ཅིང་ལྔ་ཡོད་པ་ལས། དངོས་པོའི་སྤྱིའི་བརྗོད་བྱར་འདོད་པ་དང་མཚུངས་པ་སྤངས་པ་ནི་ཡིན་ས་ཟབ་ཆོས་དང་པོ་རེད། ད་ཁྱེད་རང་གིས་བུམ་པའི་གཞན་སེལ་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡིན་པར་ཁས་བླངས་པ་དང། ང་ཚོས་སྤྱི་དངོས་པོ་པ་གཉིས་སྒྲ་ཡི་དངོས་ཀྱི་བརྗོད་བྱར་ཁས་བླངས་པ་གཉིས་པོ་དེ་དོན་དག་གཅིག་པ་གཅིག་རྐྱང་རེད་ཞག་མིང་མ་འདྲ་བ་ཙམ་རེད་འདུག་ཞེས་པའི་རྩོད་པ་སྤངས་བ་ལ། རྩ་བ་དང་ཟབ་ཆེན་གཉིས་བྱུང་བར་དངོས་པོའི་སྤྱིའི་བརྗོད་བྱར་འདོད་པ་མཚུངས་པ་སྤངས་པ་སྲིད་དོ། དངོས་པོའི་སྤྱིའི་བརྗོད་བྱར་འདོད་མཚུངས་པ་སྤངས་པ་སྲིད་ན། དེ་ནི། བུམ་པའི་གཞན་སེལ་སྒྲ་ཡི་དངོས་ཀྱི་བརྗོད་བྱར་འདོད་པ་དང། ང་ཚོས་སྤྱི་དངོས་པོ་པ་གཉིས་སྒྲ་ཡི་དངོས་ཀྱི་བརྗོད་བྱར་འདོད་པ་གཉིས། དོན་དག་ནི་གཅིག་པ་གཅིག་ཀྱང་མིང་མ་འདྲ་བ་ཙམ་རེད་ཤག་བྱས་ཙང་ང་རང་ཉིད་གཅིག་པ་རེད་འདུག་སེམས་པའི། ཞེས་པའི་རྩོད་པ་དེ་སྤང་བ་ལ་རྩ་བ་དང་འབྲེལ་བ་གཉིས་ལས་དང་པོ་རྩ་བ་རེད། ད་འདི་ཧ་གོ་ན་ཡག་པོ་རེད། དངོས་པོའི་སྤྱི་བརྗོད་བྱར་འདོད་པ་དང་མཚུངས་པ་སྤངས་པ་སིག་པོ་རེད། དངོས་པོའི་སྤྱི་བརྗོད་བྱར་འདོད་པ་སང་ཁྱེད་རང་གཙུག་གི་ནང་པ་ཁྱེད་རང་གཙུག་གི་བུམ་པའི་གཞན་སེལ་དེ་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡིན་ཟེར་གྱི་འདུག་ང་ཚོས་སྤྱི་དངོས་པོ་པ་སྒྲ་ཡི་དངོས་ཀྱི་བརྗོད་བྱ་ནི་ཁས་ལེན་བྱེད་ཀྱི་ཡོད་རེད། འདི་གཉིས། དེ་ནས། དོན་དག་ལ་གཅིག་པ་ཅི་ཞིག་ཡིན་པ་ལ་མིང་མ་འདྲ་བ་ཙམ་རེ་བཞག་ཟེར་ནས་དེར་རྩོད་པ་རྒྱག་གི་ཡོད་རེད་དེ་རྩོད་པ་སྤང་བ་ལ་རྩ་བ་དང་འབྲེལ་པ་གཉིས་ལ་རྩ་བ་འདྲ་དོན་གཞན་ལས་ལྡོག་ན་ནི་དངོས་པོ་བརྗོད་བྱར་གྱུར་ཞིག་ན་ཞེས་པ་སྟེ་སེལ་བར་འདྲ་དོན་ཟེར་ན་བུམ་པའི་གཞན་སེལ་རེད་ཡིན་ན་བུམ་པའི་དོན་སྤྱི་རེད་ད་བུམ་པའི་ད་ཁོས་དྲི་བ་གཉིས་དང་ཁྱེད་རང་གིས་བུམ་པའི་གཞན་སེལ་ཏེ་དོན་དམ་དུ་བུམ་མིན་ལས། ལྡོག་གམ་མི་ལྡོག་འོ་སྲིད་བ་རེད། དེ། འདྲ་དོན་གཞན་ལྟར་དེ་དང་པོ་དྲི་བ་གཅིག་ཙམ་བུམ་པའི་གཞན་སེལ་དེ། ད་ང་ཚོ་བུམ་པའི་དོན་སྤྱི་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡི་ལམ་ནས་རེད། བུམ་པའི་སྤྱི་སྒྲ་ཡི་དངོས་བརྗོད་བྱ་ཡི་ལམ་ནས་རེད། བུམ་པའི་གཞན་སེལ་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡི་ལམ་ནས་གཅིག་པ་རེད། ད་ཡིན་དུས་ཁོས་དྲི་བ་འདི་བཏང་བ་རེད། ཁྱེད་རང་གིས། སྒྲ་ཡི་དངོས་ཀྱི་བརྗོད་བྱ་ཟེར་ནས་ཁས་ལེན་པའི་བུམ་པའི་གཞན་སེལ་དེ། དོན་དམ་དུ་བུ་མེད་ལས། བཟློག་གམ་མི་བཟློག་ཟེར་བ། བཟློག་གམ་མི་བཟློག་ཟེར་བ། ཨ་ནི་དྲི་བ། དྲི་བ་གཉིས་པ་ལྟར་དུ། དེ་ལྟ་བུམ་པའི་གཞན་སེལ་དེ་དོན་དམ་དུ་བུ་མེད་ལས་མི་བཟློག་ལབ་ན། ཨ་ནི་བུམ་པའི་གཞན་སེལ་དེ་གཞན་སེལ་མ་རེད་ཟེར་བ་རེད། དེ་ནས་དྲི་བ། དང་པོ་ལྟར་དུ་སྒྲ་དོན་གཞན་ལས་བཟློག་ན་ནི་སྟེ། བུམ་པའི་གཞན་སེལ་ཏེ་བུམ་མིན་དེ་ཡང་དོན་དམ་དུ་འདོགས་ཟེར་ཁས་ལེན་པ་ཡིན་ན། དེ་ནི་དོན་དམ་དུ་འདོགས་པ་ཡིན་དུས་ད་དངོས་པོ་རེད་ཟེར་བ་རེད་བུམ་པའི་གཞན་སེལ་དེ་དངོས་པོ་རེད། དེ་འདྲའི་དངོས་པོ་ཡིན་གྱི་བུམ་པའི་གཞན་སེལ་དེ་སྒྲ་ཡིག་དངོས་ཀྱི་བརྗོད་བྱར་བྱས་ན་ད་ང་ཚོས་སྤྱིའི་དངོས་པོ་བ་སྒྲ་ཡིག་དངོས་ཀྱི་བརྗོད་བྱར་བྱས་པ་དང་དོན་དག་གཅིག་པ་གཅིག་རྐྱང་ལ་མིང་མ་འདྲ་བ་ཙམ་རེད་ཁྱེད་ཚོས་བུམ་པའི་གཞན་སེལ་ཟེར་བ་རེད་ང་ཚོས་སྤྱིའི་དངོས་པོ་བ་ཙམ་རེད་ཅེས་ཟེར་བྱུང་ནའང་ཟེར་བ་རེད། ད་འདི་ལ། སྒྲ་དོན་ནི་གཞན་ལས་འདི་སྒྲ་དོན་ནི་ཟེར་ན་བུམ་པའི་གཞན་སེལ་རེད། གཞན་ལས་མདོག་ནག་དང་བུམ་མེད་ལས་མདོག་ནག་ཞེས་པའི་དོན་དག་རེད། ཁོས་དྲིས་པ་གཉིས་དང་རེད། བུམ་པའི་གཞན་སེལ་དེ་བུམ་མེད། བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མེད་ལས་མདོག་གམ་མི་མདོག་འོ་ཟེར་ལབ་པ་རེད། ད། དྲིས་པ་གཉིས་པ་དག་ཏུ་བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མེད་ལས་མི་མདོག་ན། ཡང་ན་བུམ་པའི་གཞན་སེལ་དེ་གཞན་སེལ་ཅིག་དེ་མ་རེད་ཟེར་བ་རེད། ད། དྲིལ་བུ་དང་པོ་དང་སྒྲ་དོན་གཞན་ལས་བཟློག་ན་དེ་བུམ་པའི་གཞན་སེལ་ཏེ་དོན་དམ་དུ་བུམ་མིན་ནས་བཟློག་ས་ཁས་ལེན་པ་ཡིན་ན། ཨ་ནི་དོན་དམ་དུ་བཟློག་པ་ཡིན་དུས་ཨ་ནི་དངོས་པོ་རེད། དངོས་པོ་ཡིན་དུས་སྐབས་ལ་དེ་འདྲའི་གཞན་སེལ་ཏེ་སྒྲ་ཡི་དངོས་ཀྱི་བརྗོད་བྱར་བྱས་ན་ང་ཚོས་གཅིག་དངོས་པོ་བ་སྒྲ་ཡི་དངོས་ཀྱི་བརྗོད་བྱར་བྱས་པ་དང་གཅིག་པ་གཅིག་ཡང་རེད་ད་ང་ཚོ་དོན་དག་འགྲིག་འདུག་དོན་མིང་མ་འདྲ་བ་ཙམ་རེད་ཤག་ཟེར་བཅུག་ནའང་སྲིད་པ་རེད། རྩ་བ་ཤེས་དང་འབྲེལ་བ་ཤེས་པ་ནི། རྟོགས་པ་ལ་རྣ་བའི་རྟོགས་པ་ལ་རྣ་བའི་དོན་གྱི་གཟུགས་བརྙན་དེ་གཞན་ལས་མི་ལྡོག། མི་ལྡོག་ན། ལྡོག་པར་བརྗོད་པ་འགལ་ལ། ལྡོག་ན། དོན་རང་ཚད་དུ་དངོས་པོར་འགྱུར་རོ་ཟེར་བར་དྲི་བ་འདི་རེད། རྟོགས་པ་ལ་རྣ་བའི་དོན་གྱི་གཟུགས་བརྙན་ཟེར་ན་བུམ་པའི་གཞན་སེལ་ཟེར་བ་རེད། དོན་གཞན་ལས་མི་ལྡོག་ན་བུམ་མིན་ལས་མི་ལྡོག་ཟེར་ན་ཟེར་བ་རེད། དེ་ནི་ཐ་དད་མ་ཡིན། ད་རྟོགས་པ་ལ་རྣ་བའི་དོན་གྱི་གཟུགས་བརྙན་དེ་སྟེ།

ཨཱ་ནི། རྟོགས་པ་ལ་རྣ་བའི་དོན་གྱི་གཟུགས་བརྙན་དེ་སྟེ། ད་དྲི་བ་དང་པོ་ལྟར་དྲི་བ་དང་པོ་ལྟར་དུ། ཨཱ་ནི། བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མིན་ལས་མི་ལྡོག་ཟེར་བ་ཡིན་ན་ཟེར་བར་འདོད་ན། རྟོགས་པ་ལ་རྣ་བའི་གཟུགས་བརྙན་དེ་དོན་གཞན་ལས་མི་ལྡོག་ན་སྟེ། དྲི་བ་དང་པོ་ལྟར་དུ། བུམ་པའི་གཞན་སེལ་དེ། དོན་དམ་དུ་བུམ་མིན་ལས་མི་ལྡོག་ཟེར་བ་ཡིན་ན། བཟློག་པར་བརྗོད་པ་འགལ། དེ་ནི་གཞན་སེལ་མ་རེད་ཟེར་བ་ད་གཞན་སེལ་མ་རེད་ཟེར་བ། དོན་དམ་དུ་གཞན་སེལ་མ་རེད་ཟེར་བ་རེད། བཟློག་ན་སྟེ། དེ་ནི། བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མེད་ལས་བཟློག་ཟེར་སླ་བ་ཡིན་ན། དོན་རང་མཚན་ལྟར་དངོས་པོར་འགྱུར། དེ་དངོས་པོ་ཆགས་པ་རེད་ཟེར་བ་དོན་དམ་དུ་བཟློག་པ་ཡིན་དུས་ཁོ་དངོས་པོ་རེད་ཟེར་དངོས་པོ་རེད་ཟེར་བ་རེད། དེ་འདྲའི། བུམ་པའི་གཞན་སེལ། དངོས་པོ་ཡིན་མཁན་དེ་སྒྲ་ཡིས་བསྔོས་ཀྱིན་བརྗོད་བྱ་ཡིན་ཡིན་ན་ཟེར་བ་རེད། ཨ་ནི་ང་ཚོ་གཅིག་པ་རེད་ཤག་ཟིག་བ་རེད་གཅིག་པ་རེད་ག་རེད་ཟེར་ན། རྣམ་རྟོག་གི་གཟུགས་བརྙན་བརྗོད་པ་དང་ཁྱེད་རང་གི་བུམ་པའི་གཞན་སེལ་དངོས་པོ་ཡིན་མཁན་དེ་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡིན་ཟེར་ལབ་པ་རེད། ང་ཚོས་གཅིག་དངོས་པོ་པར་ང་ཚོས་གཅིག་དངོས་པོ་པ་དེ་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡིན་ཟེར་ལབ་པ་རེད་བྱས་ཙང་ཁྱད་པར་མེད་པས་དོན་དག་དོན་གཅིག་པ་གཅིག་རྐྱང་རེད་འདུག་མིང་རྐྱང་ལ་རྩོད་པར་ཟེར་འདུག་ང་རང་གཉིས་མིང་རྐྱང་པའི་ཆེད་དུ་མིང་མ་འདྲ་བ་ཙམ་ལ་རྩོད་པ་རྒྱབ་ཤེས་ཀྱི་རེད་མ་གཏོགས།

བཟློག་པར་བརྗོད་པ་འགལ། དེ་ནི་གཞན་སེལ་མ་རེད་ཟེར་བ་རེད། ད་བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མེད་ལས་བཟློག་ཟེར་ཁས་ལེན་པ་ཡིན་ན། དེ་ནི་དོན་དམ་དུ་བཟློག་པའི་ལས་ཀ་བྱས་པ་ཡིན་དུས། ཨེ་ནི་དོན་རང་མཚན་དང་དངོས་པོར་འགྱུར་རོ་ཟེར་ན། བུམ་པ་ནང་བཞིན་ཁོ་ཡང་བུམ་པའི་བུམ་པ་ནང་བཞིན་བུམ་པའི་གཞན་སེལ་དེ་ཡང་དངོས་པོ་རེད་ཟེར་བ་རེད། ད་དེ་ལྟ་བུའི་བུམ་པའི་གཞན་སེལ་དོན་དམ་དུ་དངོས་པོ་ཡིན་མཁན་གྱི་སྒྲ་ཡི་དངོས་ཀྱི་བརྗོད་བྱའི་ཁས་ལེན་པ་ཡིན་ན། ད་ང་རང་གཉིས་གཅིག་པ་གཅིག་རྐྱང་རེད་ཤག་ཟེར་བར་ག་རེ་ཟེར་ན། དེ་ནས་རྣམ་རྟོག་གི་གཟུགས་བརྙན་བརྗོད་པ་ཁྱོད་རང་གིས་ནི་བུམ་པའི་གཞན་སེལ། དངོས་པོ་ཡིན་མཁན་དེ་སྒྲ་ཡིག་དངོས་ཅན་བརྗོད་བྱ་ཡིན་ལབ་གི་འདུག་ང་ཚོས་གཅིག་དངོས་པོ་བ་སྒྲ་ཡིག་དངོས་ཅན་བརྗོད་བྱ་ཡིན་ལབ་པ་རེད། གཉིས་ལ་ཁྱད་པར་དེ་གཉིས་དོན་དག་གཅིག་པ་གཅིག་རྐྱང་རེད་ཤག་ད་ཡིན་དུས། མིང་རྐྱང་པ་ལ་རྩོད་པར་ཟད་དོ་ཟེར་ན་ང་རང་གཉིས། བུམ་པའི་གཞན་སེལ་དང་གཅིག་དངོས་པོ་བ་ཟེར་ན་མིང་རྐྱང་པ་ཙམ་ལ་རྩོད་པ་རྒྱབ་སྐྱོར་རེད་ཤག་དོན་དག་གལ་ཆེན་པོ་མི་འདུག་ཟེར་བཅུག་ནའང་སྲིད་པ་རེད། ཨ་ནེ་ལན་ཞེས་པ་རེད་ད་དེ་ཁོས་རྩོད་པ་དེ་བཀག་པར་བ་དེ་རྩོད་པ་སྤང་བ་ད་རྩོད་པ་དེ་ཤེས་པ་རེད་དེ་འགག་པ་ལ་དེ་ནས་རྩ་བའི་གསབ་བྱེད་ད་གསུམ་ཡོད་རེད་གསབ་བྱེད་གསུབ་བྱེད་གསུམ། མཚམས་སྦྱོར་ཞེས་པ་རྩ་བ་ཞེས་པ་འབྲེལ་བ་ཞེས་པ་གསུམ་ཡོད་པ་ན་མཚམས་སྦྱོར་ཞེས་པ་ནི་སོ་མ་ཡིན་ཏེ་མཚམས་སྦྱོར་རེད། ད་ང་རང་ཚོ་གཉིས་དོན་དོན་གཅིག་པ་ལ་མིག་མ་འདྲ་བ་ཙམ་རྩ་ནས་མ་རེད་ཟེར་གོ་རེད་མ་ཡིན་ཏེ་ཟེར་ན། ང་ཚོའི་བུམ་པའི་གཞན་སེལ་ཟེར་གོ་རེད་ཁྱོད་རང་ཅི་དངོས་པོ་བ་ཟེར་གི་རེད་འདི་གཉིས་དོན་གཅིག་ལ་མིག་མ་འདྲ་བ་ཙམ་རྩ་བ་ནས་མ་ཡིན་ཏེ་ཟེར་མཚམས་སྦྱོར་བཤད་ཨ་ནི་རྩ་བ། དམ་པའི་དོན་ལ་མི་འདོགས་ཀྱང་ཟེར་མི་འདོགས་ཀྱང་སྟེ། དོན་དམ་དུ། བུམ་པའི་གཞན་སེལ་དེ་བུམ་མིན་ལས་རྩ་བ་རང་ནས་ལྡོག་གི་མ་རེད་ཟེར་བ་རེད། དམ་པའི་དོན་ལ་མི་ལྡོག་ཀྱང་ཟེར་ན་ད་དོན་དམ་དུ་བུམ་པའི་གཞན་སེལ་དེ་བུམ་མིན་ལས་རྩ་བ་རང་ནས་ལྡོག་གི་མ་རེད་ཟེར་བ་རེད། ལྡོག་པར་སྣང་བ་འཁྲུལ་པ་ཡིན་ཏེ་ཡིན་ན་ཡང་རྣམ་རྟོག་གི་བློའི་དངོས་ཡུལ་ལ་བུམ་པའི་གཞན་སེལ་དེ་བུམ་མིན་ལས་ལྡོག་གི་རེད། དེ་དུས་ནས་ཁོ་དངོས་མེད་རེད་ཟེར་བ་རེད་དངོས་མེད་རེད་ཟེར་བ་རེད། ད། འདི་འཁྲུལ་པར་ལྡོག་པར་སྣང་བ་འཁྲུལ་པ་ཡིན་སྲིད་དེ། ད་འཁྲུལ་པའི་གོ་བ་དག་ཏུ་དངོས་མེད་རེད་ཅེས་དང་ལྡོག་པར་སྣང་བ་ད་བུམ་པའི་གཞན་སེལ་དེ་རྣམ་རྟོག་གི་དངོས་ཡུལ་དུ་བུམ་མིན་ལས་ལྡོག་གི་རེད། དེ་འདྲའི་བུམ་མིན་ལས་ལྡོག་པ་དེ་དངོས་མེད་རེད་ཟེར་བ། ཁྱེད་རང་འདི་ང་ཚོའི་ལུགས་སྲོལ་རེད། སྤྱི་ནི་དངོས་པོར་མི་འདོད་པའི་ཁྱེད་རང་གིས་སྤྱི་དངོས་པོ་པ་དེ་དེ་ནི་དངོས་མེད་རང་ཡིན་པར། ང་ནི་ཁྱེད་རང་གི་ཅི་དེ་ནི་དངོས་པོ་རང་ཡིན་པར་ཁྱེད་རང་གིས་འཁྲུལ་པ་མི་འདོད་ཟེར་ན། དངོས་མེད་རྩ་ནི་ཁས་ལེན་གི་མ་རེད་དངོས་པོ་ཡིན་པས་ཁྱབ་པ་ཁས་ལེན་གི་རེད། ཅི་ནི་དངོས་པོ་འཁྲུལ་ལ་མི་འདོད། ཁྱེད་རང་གི་ཅི་དེ་དངོས་མེད་ཡིན་ཟིན་ཁྱེད་རང་རྩ་ནི་ལབ་གི་མ་རེད་དངོས་པོ་རང་ཡིན་ལབ་གི་རེད་ཟེར། ཡིན་པའི་རྒྱུ་མཚན་དེ་ན། ང་ཚོས་བུམ་པའི་གཞན་སེལ་དངོས་མེད་ཟེར་བ་དེ་དང། ཁྱེད་རང་གི་ཅི་དངོས་པོ་ཟེར་བ་དེ་དག། ག་ལ་མཚུངས་སམ། མིང་དོན་གཅིག་ལ་མིང་མ་འདྲ་བ་ག་འདྲ་ཡིན་ཏེ་རྩ་ནས་མ་རེག་སྲིད་པ་རེད། ད་ཡང་རྒྱུད་བཤད་ན། དམ་པའི་དོན་ལ་མི་རྟོག་ཀྱང་ས་མཚམས་ཅི་ཅེར་བ། ལྡོག་པར་སྣང་བ་འཁྲུལ་པ་ཡིན་ས་མཚམས་ཅི། གཅིག་ནི་དངོས་པོར་འཁྲུལ་ལ་མི་འདོད་པས། དེས་ན་དེ་དག་ག་ལ་མཚུངས་ཞེས་པར་ད་དམ་པའི་དོན་ལ་མི་རྟོག་ཀྱང་ས་ན། བུམ་པའི་གཞན་སེལ་ཏེ་དོན་དམ་དུ་བུམ་མིན་ལས་རྩ་བ་རང་ནས་ལྡོག་གི་མ་རེག་སྲིད་པ་རེད། ག་རེ་ཟེར་བུམ་པའི་གཞན་སེལ་བ་དོན་དུ་ནི་མ་གྲུབ་པ་རེད། ལྡོག་པར་སྣང་བ་འཁྲུལ་པ་ཡིན་ཟེར་ཡིན་ན་ཡང་བུམ་པའི་གཞན་སེལ་དེ་རྣམ་རྟོག་གི་དངོས་ཡུལ་ལ་བུམ་མིན་ལས་ལྡོག་པ་ཅིག་ཡོད་རེད་དེ་དུས་སྐབས་ལ་ནི་འཁྲུལ་པ་སྟེ་དངོས་མེད་རེད་ཟེར་བ་རེད། དེ་ང་ཚོའི་ལུགས་སྲོལ་རེད། སྤྱི་ནས་འཁྲུལ་པ་མི་འདོད་དཔེ་སྟེ་ཁྱེད་རང་གིས་སྤྱི་དེ་དངོས་མེད་ཡིན་པ་ཁྱེད་རང་ཁས་ལེན་ཙམ་ལས་བྱེད་ཀྱི་ཡོད་པ་མ་རེད་མི་བྱེད་པ་རྒྱུ་མཚན་དེས་ན། ང་ཚོས་གཞན་སེམས་དངོས་མེད་འདོད་པ་དེ་དང་ཁྱེད་རང་གིས་གཅིག་དངོས་པོར་འདོད་པ་དེ་དག་དོན་གཅིག་ཡིན་པར་ག་ལ་མཚུངས། དོན་གཅིག་ཡིན་པར་ག་བར་མཚུངས་ཀྱི་རེད་དོན་གཅིག་རྩ་ནས་མ་རེད་ཟེར་བ་རེད། ཨ་ནི་རྩ་བ་ཞེས་འབྲེལ་བ་ཤེས་པ་ནི། རྣམ་པར་རྟོག་པའི་གཟུགས་བརྙན་དོན་གཅིག་ནི་དོན་དམ་པར་དེ་མ་ཡིན་ལ་མི་རྟོག་གོ་སྟེ་མཚམས་གཅིག་བཅད་རེད། དེ་ནས་འོན་ཀྱང་རྟོག་པའི་ངོར། འོན་ཀྱང་རྟོག་པའི་ངོར་རྟོག་པའི་ངོར་ལྡོག་པར་སྣང་བ་ནི་འཁྲུལ་པ་ཡིན་པས་དངོས་པོར་མེད་ལ་ཟེར་མཚམས་གཅིག་ཅེས་རེད། མུ་སྟེགས་ཅན་རྗོད་བྱེད་ཀྱིས་མ་འཁྲུལ་པའི་དངོས་པོར་འདོད་པས་ག་ལ་མཚུངས་ཟེར་མཚམས་གཅིག་ཅེས་རེད། ད་ཡིན་དུས། དེ་ནས་རྩ་བ་ན་ལ་དྭགས་ན་དེ་དམ་པའི་དོན་ལ་མི་རྟོག་ཀྱང། ཞེས་པའི་འགྲེལ་བ་ལ་རྣམ་པར་རྟོག་པའི་གཟུགས་བརྙན་དོན་སྤྱི་ནི་དོན་དམ་པར་དེ་མ་ཡིན་ལ་མི་རྟོག་ཟེར་བ་འགྲེལ་པ་རེད། ལྡོག་པར་སྣང་བ་འཁྲུལ་པ་ཡིན་ཞེས་པའི་འགྲེལ་བ་དེ་འོན་ཀྱང་རྟོགས་པའི་ངོ་བོ་ལྡོག་པར་སྣང་བ་ནི་འཁྲུལ་པ་ཡིན་པའི་དངོས་པོར་མེད་ལགས་ཞེས་པ་རེད། དེ་ནི་གཅིག་ནས་འཁྲུལ་པ་མི་འདོད་པས་དེ་ལྟར་དེས་ན་དེ་དག་ག་ལ་མཚུངས་ངོ་ཟེར་བའི་འགྲེལ་བ་ལ་མུ་སྟེགས་ཀྱི་རྗོད་བྱེད་ཀྱིས་མ་འཁྲུལ་པའི་དངོས་པོར་འདོད་པས་ག་ལ་མཚུངས་ངོ་སླེབས་པ་རེད། ད་ཡིན་དུས་དེ་ནི། ད། རྣམ་པར་རྟོག་པའི་གཟུགས་བརྙན་དོན་སྤྱི་ནི་དོན་དམ་པར་དེ་མ་ཡིན་ལས་མི་རྟོག་གོ་སྟེ། བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མིན་ལས་རྩ་བ་རང་ནས་འདོགས་གི་མ་རེད་ཟེར་བ་རེད། ག་རེ་ཚེ་བུམ་པའི་གཞན་སེལ་ཁོ་རང་དོན་དུ་ནི་མ་གྲུབ་ན་བུམ་མིན་ལས་འདོགས་མི་ཐུབ་སྐད་ཅིག་བཤད་ས་པར་ཡོད་མ་རེད། བྱས་ཙང་རྣམ་པར་རྟོག་པའི་གཟུགས་བརྙན་དེ་གཟུགས་བརྙན་དོན་སྤྱི་ནི་དོན་དམ་པར་དེ་མ་ཡིན་མི་རྟོགས་ཟེར་ན། བུམ་པའི་གཞན་སེལ་དེ་དོན་དམ་དུ་བུམ་མིན་ལས་རྩ་ནས་མི་འདོགས་ཟེར་བ་རེད། འོན་ཀྱང་རྟོག་པའི་ངོར་འདོགས་པར་སྣང་བ་ནི་འཁྲུལ་པ་ཡིན་པས་དངོས་པོར་མེད་ལ་སྟེ། ཡིན་ན་ཡང་རྣམ་རྟོག་གི་དངོས་ཡུལ་ལ་བུམ་པའི་གཞན་སེལ་དེ་བུམ་མིན་ལས་ལྡོག་པ་བྱས་པ་རེད། དེ་ནི། ལྡོག་དུས་བཀག་པ་ནི་དངོས་མེད་རང་རེད་ཟེར་དངོས་མེད་ཡིན་ཟེར་བར་དངོས་མེད་རེད། དངོས་མེད་ཡིན་པས་ཁྱབ་པ་རེད་ཟེར་བར་ཁྱད་དེ་ང་ཚོའི་ལུགས་སྲོལ་རེད། མུ་སྟེགས་བྱེད་ཀྱི་རྗོད་བྱེད་སྤྱིའི་མ་འཁྲུལ་པའི་དངོས་པོར་འདོད་པས་ཏེ། ཨ་ནི། ཁྱེད་རང་ཚོས་ཁས་ལེན་པའི་སྤྱི་དེ། དངོས་མེད། རྩ་ནས་མ་ཡིན་པ་དངོས་པོ་རང་ཡིན་པར་ཁས་བླངས་པ་ཡིན་དུས། ང་གཉིས་ག་ལ་བཙོང། ང་གཉིས་དོན་དག་གཅིག་པ་ག་བ་རེད་རྩ་ནས་མ་རེད་ཤེས་པ་རེད། འོ་འདི་ཤེས་སོང་དེ་སྐད་དུ་ཡང་ཚད་མ་རྣམ་འགྲེལ་ལས། རྗེས་འགྲོ་སྤྱན་དྲངས་རྗེས་འགྲོ་སྤྱན་དོན་གྱི་འགྲེལ་ཡིན་དོན་སྒོམ་ལས། སྤྲུལ་བསྟན་འང་རྗེས་འགྲོ་མེད་པ་ཅན་བློ་ལས། བློ་ལས་ཐ་དད་མེད་གཞི་རུ་ཤེས་པ་སྟེ། ད་རྗེས་འགྲོ་སྤྱན་དྲངས་ཟེར་མཚམས་གཅིག་ཅེས། དེ་ནི་ལྷག་མ། རྗེས་འགྲོ་སྤྱན་དོན་གྱི་འགྲེལ་ཡིན་མཐོང་སྒོམ་ལས་སྤྲུལ་བསྟན་འང་རྗེས་འགྲོ་མེད་པ་ཅན་བློ་ལས་ཐ་དད་མེད་ཕྱིར་རོ་ཟེར་འགྲོ་ཡས་རེད། བདག་དེ་དུས་རྗེ་འབྲུ་ཅན་སྒྲ་སྟེ། བུམ་པ་ཞེས་པའི་སྒྲ་ཁྱོད་ཀྱིས། རྟོགས་པའི་རྣམ་པ་དེ་རྟོགས་པ་ལ་སྣང་བའི་རྣམ་པ་དེ་དངོས་སུ་བརྗོད་གི་མ་རེད། བརྗོད་གི་མ་རེད། རྒྱུ་མཚན་ག་རེད་རྒྱུ་མཚན་ག་རེད་ཟེར་ན། རྗེ་འབྲུ་ཅན་དོན་གྱི་འགྲེལ་ཡིན་མཐོང་སྒོམ་ལས་སྤྲུལ་དེའང་རྗེ་འགྲོ་མེད་པ་ཅིག་བློ་ལས་ཐར་ཏེ་མེད་ཕྱིར་རོ་སྟེ། དེ་ནས་བུམ་པ་ཞེས་པའི་སྒྲ་ཁྱོད་ཀྱིས། བུམ་ཅན་དངོས་སུ་བརྗོད་པ་དེ་ཕྱི་རོལ་བུམ་པ་ཐོབ་པའི་རྒྱུ་ཡིན་པ་གང་ཞིག་རྟོགས་པའི་རྣམ་པ་དེ་བརྗོད་བཞག་པ་ཡིན་ན། ཕྱི་རོལ་བུམ་པ་ཐོབ་པའི་རྒྱུ་མ་རེད་ཟེར་བ་རེད། ག་རེ་རེད་ཟེར་ན། རྟོགས་པའི་རྣམ་པ་དེ་རྟོགས་པའི་རྣམ་པ་དེ་རྟོགས་པ་རང་ལས་ཐ་དད་ཡོད་མ་རེད་ཟེར་བ་རེད། ད་ཡིན་རྒྱུ་ཞུས་ན་རྗེས་འགྲོ་ཅན་རྗེས་འགྲོ་ཅན་འདྲ་ཟེར་མཚམས་བཅད་བཅད་རྗེས་འགྲོ་ཅན་དོན་གྱི་འབྲས་ཡིན་མཐོང་སྒོམ་ལས་སྤྲུལ་བསྟན། རྗེས་འགྲོ་མེད་པའི་བློ་ལས་ཐ་དད་མེད་ཕྱི་རོལ་དོན་དང་རྗེས་འགྲོ་སྤྱན་འདྲ་སྟེ། བུམ་པ་ཞེས་པའི་སྒྲ་ཁྱོད་ཀྱིས་རྟོགས་པའི་རྣམ་པ་དེ་དངོས་སུ་བརྗོད་གི་མ་རེད་ཟེར་བ་རེད། མི་བརྗོད་པའི་རྒྱུ་མཚན་ག་རེ་རེད་ཟེར་ན། དེ་ནི་རྗེས་འགྲོ་སྤྱན་དོན་གྱི་སྒྲ་ཡིན་མཐོང་སྒོམ་ལས་གྲུབ་དེའང་རྗེས་འགྲོ་མེད་པ་ནི་བློ་ལས་ཐ་དད་མེད་ཕྱི་རོལ་ཏེ། དེ་ནི་བུམ་པ་ཞེས་པའི་སྒྲ་ཁྱོད་ཀྱིས། བུམ་ཅན་དངོས་སུ་བརྗོད་ཀྱི་ཡོད་རེད། བུམ་ཅན་དངོས་སུ་བརྗོད་པ་དེ་ཕྱི་རོལ་བུམ་པ་ཐོབ་པའི་རྒྱུ་རེད། རྒྱུ་རེད། ཡིན་ན་ཡང། དེ་ནས། རྟོགས་པའི་རྣམ་པ་དེ་བརྗོད་བྱ་བ་ཡིན་ན་ཕྱི་རོལ་བུམ་པ་ཐོབ་པའི་རྒྱུ་བྱེད་ཀྱི་མ་རེད། ག་རེད་ཟེར་ན། རྟོགས་པའི་རྣམ་པ་དེ། དེ་ནས། དེ་ནས། རྟོགས་པའི་རྣམ་པ་དེ། དེ་ག་སོགས་རེད། རྟོགས་པ་ཁོ་རང་ལས། ཐ་དད་ཡོད་མ་རེད།

བུམ་ཆེན་དངོས་སུ་བརྗོད་པ་དེ་ཕྱི་རོལ་བུམ་པ་ཐོབ་པའི་ཆེད་དུ་བརྗོད་པ་རེད། རྟོགས་པའི་རྣམ་པ་དེ་དངོས་སུ་བརྗོད་བྱ་བ་ཡིན་ན། ཕྱི་རོལ་བུམ་པ་ཐོབ་གི་མ་རེད། མི་ཐུབ་པའི་རྒྱུ་མཚན་ག་རེ་རེད་ཟེར་ན་རྟོགས་པའི་རྣམ་པ་དེ་རྟོགས་པ་ཁོ་རང་ལས་ཐ་དད་ཡོད་མ་རེད་ཟེར་བའི་དབུ་འདི་བཤད་པ་རེད། གཞན་ཡང་འདི་དག་གི་དོན་རྒྱས་པར་རེ་ཟུང་དང་གཞན་ཡང། གཞན་ཡང། བུམ་གྱི་བུམ་པའི་གཞན་སེལ་དང་གཅིག་དངོས་པོ་བ་གཉིས། དེ་ནས། གཉིས་པོ་གཉིས་པོ་འདི་དག་གི་དོན་ཟེར་ན། གཉིས་པོ་འདི་དག་དེ་ནི་མ་འདྲེས་པའི་ཁྱད་པར་འདྲ་བོ་སྟེ། བུམ་པའི་གཞན་སེལ་སྒྲ་ཡི་དངོས་ཀྱི་བརྗོད་བྱར་ཁས་ལེན་པ་དང། སྤྱིའི་དངོས་པོ་སྒྲ་ཡི་དངོས་ཀྱི་བརྗོད་བྱར་ཁས་ལེན་པ་གཉིས་པོ་འདི་དག་གི་དོན་དེ་མི་འདྲེས་པའི་ཁྱད་པར་རྒྱས་པར་ད་དུང་ཚད་མ་རྣམ་འགྲེལ་ལས་གསུང་གི་རེད། གསུངས་པ་རེད་ཟེར་ད། གཞན་ཡང། འདི་དག་གི་དོན། གཞན་ཡང། ད་གོང་དུ། དེ་ནས། བུམ་པའི་གཞན་སེལ་སྒྲ་ཡི་དངོས་ཀྱི་བརྗོད་བྱར་ཁས་བླངས་པ་དང། སྤྱི་དངོས་པོ་བ་སྒྲ་ཡི་དངོས་ཀྱི་བརྗོད་བྱར་ཁས་བླངས་པ་འདི་དག་གི་དོན། རྒྱས་ཤིང་རྒྱས་པ་ད་དུང་ཚད་མ་རྣམ་འགྲེལ་ལས་གསུངས་ཀྱི་རེད་ཟེར། དེ་ཕྱིར་བརྡ་ཡི་དུས་ན་ཡང་རང་ཉིད་མཐོང་བའི་འབྲས་བུ་ཅན་བསྟན་པའི་དོན་ཡིན་འབྲེལ་བ་ཡིས། གཞན་སེལ་སྒྲ་ནི་འབྲེལ་པར་གྱུར། དེ་དུས་ཀ་ན། དེ་ཕྱིར་བརྡ་ཡི་དུས་ན་ཡང་ཟེར་ན་ད་དང་པོ་ལ་བཤད། དེ་ནས་གཞན་སེལ་སྒྲ་དང་འབྲེལ་པར་གྱུར་ཟེར་གཉིས་པ་ལ་བཤད། དེ་ནས་རང་ཉིད་མཐོང་བའི་འབྲས་བུ་ཅན་བསྟན་པའི་དོན་དང་འབྲེལ་པ་ཡིས་གསུམ་པ་ལ་བཤད་ནས་གྲོལ་བ་རེད། ད་དེ་ཕྱིར་བརྡ་ཡི་དུས་ན་ཡང་དེ་ཕྱིར་བརྡ་ཡི་དུས་ན་ཡང་སྟེ། དེ་ནས་བུམ་པ་ཞེས་པའི་མིང་བཏགས་པའི་སྐབས་སུ་བུམ་པ་ཞེས་པའི་མིང་དེས་བསིལ་བ་རེད། དང་དེ་རབ། དེ་ཕྱིར་བརྡ་ཡི་དུས་ན་ཡང་སྟེ། བུམ་པ་ཞེས་མིང་བཏགས་པའི་སྐབས་སུ་ཡང། བུམ་པ་ཞེས་པའི་མིང་དེས་བསྲེ་བ་རེད། གཞན་སེལ་སྒྲ་དང་འདྲེས་པར་གྱུར་ཏེ། བུམ་པའི་གཞན་སེལ་ལ་མིང་དངོས་སུ་བཏགས་པ་རེས་བསྲེ་བ་རེད། དང་དེ་ཕྱིར་བརྡ་ཡི་དུས་ན་ཡང་ཟེར་ན། དེ་ཕྱིར་བརྡ་ཡི་དུས་ན་ཡང་སྟེ། དེ་ནས་བུམ་པ་ཞེས་མིང་བཏགས་པའི་སྐབས་སུ་ཡང། བུམ་པ་ཞེས་པའི་མིང་དེས་བསྲེ་བ་རེད། གཞན་སེལ་སྒྲ་དང་འདྲེས་པར་གྱུར། བུམ་པའི་གཞན་སེལ་ལ་མིང་དངོས་སུ་བཏགས་པ་རེད། རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན། རང་ཉིད་མཐོང་བའི་འབྲས་བུ་ཅན་བསྟན་པའི་དོན་དང་འབྲེལ་བ་ཡིན་ཏེ། བུམ་པ་རང་མཚན་ཐོབ་པའི་རྒྱུར་གྱུར་པའི་རྟོག་པས་བུམ་པ་རང་མཚན་ཐོབ་པའི་རྒྱུ་ཡིན་མཁན་གྱི་རྟོག་པའི་རྣམ་པ་ལ་ཕྱིར།

བུམ་པ་ཞེས་པའི་མིང་དང་པོར་བཏགས་པའི་སྐབས་སུ་ཡང་བུམ་པ་ཞེས་པའི་མིང་དེས་བསྲེགས་པ་རེད། དེ་ནས། གཞན་སེལ་སྒྲ་དང་འདྲེས་པར་གྱུར་ཟེར་ནས་བུམ་པའི་གཞན་སེལ་ལ་མིང་དངོས་སུ་བཏགས་པ་རེད་ཟེར། རྒྱུ་མཚན་ག་རེ་རེད་ཟེར་ན། རང་ཉིད་མཐོང་བའི་འབྲས་བུ་ཅན་བསྟན་པའི་དོན་དུ་འབྲེལ་བ་ཡིས་ཏེ། དེ་དུས་སྐབས་ལ། དེ་ནས། གློ་ལ་བུམ་པར་སྣང་བ་དང་ཕྱི་རོལ་བུམ་པར་ཞེན་པའི་སྣང་བརྟགས་གཅིག་ཏུ་འཁྲུལ་བ་དེ་ལ་བུམ་པ་ཟེར་ནས་མིང་དངོས་སུ་བཏགས་པ་རེད། ཞེས་གསུངས་པས། ཐ་སྙད་ཀྱི་དུས་སུ་མི་འདོད་པའི་དཔྱད་ནས་ཏེ། དེ་ནས། ཐ་སྙད་ཀྱི་དུས་སུ་མི་འདོད་པའི་དཔྱད་ནས་ཏེ། རྗེས་མ་ལག་ལེན་གྱི་སྐབས་སུ་སྣང་བརྟགས་གཅིག་ཏུ་འཁྲུལ་བའི་སྒོ་ནས་བུམ་པའི་ཞེན་སེལ་ལ་འཇུག་པའི་ཕྱིར་ན། བུམ་པའི་གཞན་སེལ་ལ་འཇུག་པའི་ཕྱིར་ནའང་སྲིད་པ་རེད། ཐ་སྙད་དུ་སུ་ཡང་མི་འདོད་པས་བསྐྱེད་ནས་འཇུག་པའི་ཕྱིར་ཟེར་ན། དེ་ནི། རྗེས་མ་ལག་ལེན་གྱི་སྐབས་སུ་སྣང་བཏགས་གཅིག་ཏུ་འཁྲུལ་པའི་བུམ་པའི་གཞན་སེལ་ལ་འཇུག་པའི་ཕྱིར་ན་བརྡ་ཡི་དུས་ན་ཡང་དང་པོར་མིང་བཏགས་པའི་སྐབས་སུ་ཡང། རྟོག་པ་ལ་སྣང་བ་དང་དོན་རང་མཚན་ཉིད་གཅིག་ཏུ་འཁྲུལ་ནས་དེ་མ་ཡིན་བསྐྱེད་དེ། སྣང་བཏགས་གཅིག་ཏུ་འཁྲུལ་པའི་བུམ་པའི་གཞན་སེལ་ལ་བརྡ་བསྐྱེད། ཡང་ནི་མིང། བཏགས་ཀྱི་ཡོད་པ་ཡིན་ཙང་སྲིད་པ་རེད། བརྡ་ཡི་དུས་ཀྱི་སྒྲ་གཞན་སེལ་སྒྲུབ་པོ་སྟེ། དང་པོར་མིང་བཏགས་པའི་སྐབས་ཀྱི་སྒྲ་ཡི་དངོས་ཀྱི་བརྗོད་བྱ་དེ་གཞན་སེལ་ཡིན་པར་སྒྲུབ་པ་རེད་སྲིད་པ་རེད། དང་ཡིན་རྒྱུར་ཞུས་ན། ཞེས་གསུངས་པས་ཐ་སྙད་དུས་སུ་ཡང་མི་འདོད་པའི་རྐྱེན་ནས་འཇུག་པའི་ཕྱིར་ཏེ། རྗེས་མ་ལག་ལེན་གྱི་སྐབས་སུ་ཡང་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་ཡང་ནི། བུམ་པའི་གཞན་སེལ་ལ་འཇུག་པ་རེད། འཇུག་པ་ཡིན་དུས་འཇུག་པ་རེད། དེ་ནི་འཇུག། འཛིན་ལས་འཇུག་འཇུག་ཡས་ཀྱི་ཆེད་དུ་ཟེར་བ་རེད། ཐ་སྙད་དུ་སུ། མི་འདོད་པའི་རྐྱེན་ནི་འཇུག་པའི་ཕྱིར། རྗེས་མ། ལག་ལེན་གྱི་སྐབས་སུ་སྣང་བཏགས་གཅིག་ཏུ་འཁྲུལ་པའི་སྒོ་ནས་བུམ་པའི་གཞན་སེལ་ལ་འཇུག་པར་བྱེད་པའི་ཕྱིར་དུ། བརྡ་ཡི་དུས་ནའང་དང་པོར་མིང་བཏགས་པའི་སྐབས་སུ་ཡང། རྟོག་པ་ལ་སྣང་བ་དང་དོན་རང་མཚན་གཉིས་གཅིག་ཏུ་འཁྲུལ་བ་དེ་མ་ཡིན་ཅེས་ཟེར་ན་སྣང་བཏགས་གཅིག་ཏུ་འཁྲུལ་པའི་བུམ་པའི་གཞན་སེལ་ལ། བརྡ་བྱས་མིང་བཏགས་པ་ཡིན་ཙང་ཟེར་བ་རེད། བརྡ་ཡི་དུས་ཀྱི་སྒྲ་གཞན་སེལ་དུ་གྲུབ་བོ་ཟེར་ན། དང་པོ་མིང་སྟེར་བའི་སྐབས་ཀྱི་སྒྲ་ཡིག་དངོས་ཀྱི་བརྗོད་བྱ་དེ་གཞན་སེལ་ཡིན་པར་འབད་མེད་དུ་གྲུབ་པ་རེད། ལགས་སོ།